ཕྱོགས་གཅིག་ནས་འདི་ནི་ས་ག་ཟླ་བ་འཁེལ་དུ་ཡོད་རེད། ཕྱོགས་གཅིག་ནས་དེ་ནི་ང་རང་ཚོ་སྲུང་མ་རིན་པོ་ཆེ་ལམ་འབྲས་བུ་དང་བཅས་པའི་དམ་པའི་བསྟན་པའི་ཤིང་རྟ་ཆེན་པོ། རི་སྟོན་རྣལ་འབྱོར་སྐྱོང་རྒྱུད་འབུལ་བ་པའི་དྲི་བ་རྙེད་པའི་དུས་ཆེན་རེད་དུ་ཡོད་རེད་དེ་འདྲས་ཀྱི་དུས་བཟང་ཁྱད་པར་ཅན་འདི་ལ་ཡང། ང་ཚོ་སྡུག་ཤུལ་ཆེད་མཉམ་རྩོམ་གནང་བའི་ཐོག་ནས་ཨིན་དུས་ཆེན་ཞིག་གི་བྱུང་བ་དེ་ཇི་ལྟར་དགའ་པོ་བྱུང་ཨིན་ཚང་མ་ལོ་ལ་ཡང་སྙིང་ནས་བརྩ་ཞིང་བརྩེ་བའི་འཚམས་འདྲི་དང་འབྲེལ་བའི་ཐོག་ནས་བཀྲ་ཤིས་བདེ་ལེགས་ཡོད་ཅེས་ཞུ་ཡ་ཡིན། དེ་ལྟར་ན་དར་ཆེན་ས་ཞིང་ཡང་སྐུ་བཞེངས་ཞུ་ཡ་དང་མཉམ་དུ་བསང་གསོལ་དང།

ཨེ་ནི་ཡུན་རིང་པོ་ལ་ཡང་ཁྱད་པར་དུ་འཕྲོ་བ་མྱེད་པའི་སྐྱེས་བུ་བསམ་གྱིས་མི་ཁྱབ་པ་བྱོན་ནས་ཨེ་ནི་བསྟན་པ་རིན་པོ་ཆེར་ཕྱག་རྗེས་མཁར་བཟོ་བ་རི་དྭགས་ཀྱི་ཐོས་བསམ་ལས་གསུམ་སྒོ་གསུམ་ཐོས་བསམ་སྒོམ་གསུམ་སྐྱེ་བཙུན་བཟང་གསུམ་གང་དག་སྐྱེ་ཚུལ་དགུ་ཡི་སྐོར་ནས་ཨེ་ནི་དར་ཞིང་རྒྱས་པར་མཛད་པ་དེ་འབྲེལ་གྱི་ད

ད་ས་ད་ཨ་མི་རི་ཀ་ལ་ཡིན་ན་ཡང་སྲུང་བརྩི་ཞུས་ཅེས་གང་ལྟར་ང་རང་ཚོའི་ཐུན་མོང་མ་ཡིན་པའི་གི་ཆོས་དང་རིག་གཞུང་གོམས་གཤིས་བཟང་པོ་དེ་སྐད་དུ་མ་མུ་མཐུད་ནས་ཨེ་ནི་འཛིན་སྐྱོང་གནང་དང་ཚང་མས་ཧུར་བརྩོན་གནང་བཞིན་པ་དེ་ཞེ་དྲག་ཡག་པོ་རེད་ཤག་ཞེ་དྲག་ཡག་པོ་བྱུང། ད་དུང་ཡིན་ན་ཡང་ད་ད་ནས་ང་རང་ཚོ་དུས་སྐབས་གཉན་འཕྲང་ཅན་གཅིག་ལ་ཡང་ཁེལ་ཡོད་རེད་གཉན་འཕྲང་ཅན་ག་འདྲ་ཞིག་ཁེལ་ཡོད་རེད་ཟེར་ན། ད་མི་མང་པོ་ཞི་བ་རྗེས་བོད་ཀྱི་ཕྱི་ལ་ཡང་གྱར་དེ་ཡང་རྗེས་དྲུང་བ་མང་པོའི་ནང་ལ་རྗེས་དྲུང་ད་རྒྱ་གར་དང་བལ་ཡུལ་གཙོ་བོར་གྱུར་པ་ཅིག་གིས་གང་ལྟར་ད་དྲུང་བ་མང་པོའི་ནང་ལ་ཡང་ཁ་འཐོར་བྱས་འདུག་ཞུས་དུས་ཙང་ནས་ཨ་ནེ་ཅིག་ད་ཕྱིའི་ཤུགས་རྐྱེན་དེ་ཆེན་པོ་ཞེ་པོ་ཅིག་ཡོད་པ་ཡིན་དུས་རྩ་ནས་ང་རང་ཚོ་རང་གི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་གོམས་གཤིས་གཅེས་སྲུང་བྱེད་ཡག་དེ་དཔེ་གལ་ཆེན་པོ་རེད། དེའི་ནང་ནས་ཨ་ནེ་གལ་ཆེ་ཤོས་དེ་ག་རེ་རེད་ཟེར་ན་ཡིན་ན་ཨ་ནེ་བོད་ཀྱི་སྐད་ཆོས་དང་རིག་གཞུང་གི་རྩ་བ་དེ་ཨ་ནེ་བོད་སྐད་དང་བོད་ཡིག་ལ་ཡག

རྩ་བའི་ཆ་དེ་ད་གང་ཡག་ཡག་འདུག་འདི་ཡིན་ན་ཡང་ད་བྱམས་ཆུའི་སློབ་གྲྭ་ཟེར་དུས་བཀག་ནས་དུས་དྲག་ཅིག་གི་ནང་ལ་གང་ལྟར་ད་ཉི་མ་གཅིག་གཉིས་དེ་འདྲས་རེད་མ་ང་དེ་དུས་ཚོད་མ་ང་དེ་ད་བྱིས་སློབ་ཀྱི་ཤུགས་རྐྱེན་གྱི་འོག་ལ་ཡང་གནས་དགོས་ཀྱི་ཡོད་པ་ཡིན་དུས་རྩ་ནས་འདི་ནི་ང་ཚོ་བོད་སྐད་དང་བོད་ཡིག་ཡག་པོ་དེ་མ་ཤེས་པ་ཡིན་ན་ཆོས་དང་རིག་གཞུང་ཟེར་ཡག་རེད་རྩ་བ་གོ་ལ་ཡོངས་ཐུགས་ཡག་གོ་ལ་ཡོངས་ཡོད་མ་རེད་འདི་ཡིན་དུས་རྩ་ནས་ཕ་མ་ཚོར་རེད་རྒན་པ་ཚོར་གྱི་ཚང་མས་ཐུགས་ཁུར་བྱེད་ཆེད་དུས་རྒྱུན་དུ་ང་རང་ཚོ་བེད་སྤྱོད་བྱེད་ཡ་དེ་དུས་ཆེན་ཁག་རེད་ལྷག་པར་དུ་ནང་མི་སྤྱི་སྒོར་འཛོམས་པའི་སྐབས་རེ་ཡིན་གཅིག་མིན་གཅིག་ཨ་ནི་བོད་སྐད་རྒྱབ་ཡ་དེ་དཔེ་གལ་ཆེན་པོ་དེ་དམིགས་བསལ་ཟུར་དུ་འཛིན་གྲྭ་ཚོགས་དགོས་ཡ་དང་འགྲོ་སོང་ཐེ་བ་གཏོང་དགོས་ཡ་གང་ཡོད་ཨ་མ་རེད་ཨ་ཕ་མ་ཚོས་ཨི་ད་ཉིན་གཅིག་རོབ་ཟོབ་བཞིན་གི་ཡོད་རྒྱུ་དེ་ཨི་དེ་དེ་ཕྱི་ལོག་ལ་ཕྱི་ལོག་ལ་འགྲོ་ཡ་དེའི་གོ་ཆོད་གི་རེད་ཨ་ང་རང་ཚོ་ནང་མི་རྩ་རྐྱང་པ་ཡིན་དུས་རྩ་ནས།

ང་ཚོ་བོད་པ་ཡིན་པའི་རྒྱུ་མཚན་གྱིས་རྩ་ཆེན་པོ་རེད་ཟེར་བ་གཅིག་འོག་གི་དོན་དག་མ་རེད་དེ་འཛམ་བུ་གླིང་གིས་ཤེས་དགོས་གང་ཡིན་ཟེར་ན་ར་བ་ཡིན་ན་འགྲོ་བ་མིས་མཚོན་པའི་གང་ལྟར་སེམས་ཅན་དུ་གཏོགས་ཚོད་ཚང་མ་ལོག་ཨ་ཡིག་གིས་འདོད་མཁན་ཤ་སྟག་ཡིན་པ་རེད། བདེ་སྐྱིད་དེ་ག་འདྲས་འབྱུང་དགོས་རེད་ཟེར་ན་ཕྱི་དངོས་པོ་ཡར་རྒྱས་ཕྱིན་པ་གཅིག་མཁོ་གི་ནང་སེམས་ཀྱི་བདེ་སྐྱིད་ཟེར་དེ་ཡོང་ཐུ་ཡ་ཡོང་གི་ཕྱི་དངོས་པོ་ཡར་རྒྱས་ཕྱིན་ནས་ཅིག་གཞིའི་ལུས་ཀྱི་ལུས་བདེའི་འཚོ་བ་ཏོག་ཙེ་ཡར་རྒྱས་ཁ་གསོ་རེད་ད་དེ་སྐྱིད་ཡོང་ཐུ་ཡ་ཡོང་རེད་མ་གཏོགས་གཙོ་བོ་གཙོ་བོ་གཙོ་བོ་ལུས་སེམས་གཉིས་ཀྱི་ནང་ནས་གལ་ཆེ་བ་དེ་ནི་སེམས་ཡིན་པ་རེད་སེམས་སྐྱིད་པོ་མེད་ན། སྤྱིའི་ཐིག་དངོས་པོ་མཐུན་རྐྱེན་ག་འདྲ་ཞིག་ཡོད་པ་ཡིན་ན་ཡང། ཨན་དེ་ཡོང་ཐུབ་ཡ་ཡོང་བ་མ་རེད་དེ་འདྲ་ཡིན་དུས་ཙམ་ན་ནང་སེམས་ཀྱི་བདེ་སྐྱིད་དེ་ག་འདྲ་ཡོང་དགོས་གོ་རེད་ཟེར་ན་ང་རང་ཚོ་ད་ཆོས་ཀྱི་ལབ་ཆ་ཅི་རང་མིན་འཛམ་བུ་གླིང་ནང་ཤུལ་ལུས་འདྲ་མི་འདྲ་མང་པོ་ཡོད་རེད་ཤུལ་ལུས་ཚང་མ་རོགས་ལས་ཡག་རང་རང་གི་ཁ་སོ་རེད་ཐུན་མོང་མ་ཡིན་པའི་ཁྱད་ཆོས་ཟེར་ལས་མི་འདུག་གང་ལྟར་འགྲོ་བ་མི་ཚང་མ་རོགས་ལས་ཡག་ཕན་ཐོག་ཡོང་གི་ཡོད་རེད་ཡིན་ན་ཡང་ང་རང་ཚོ་སྟོན་པ་ཐུགས་རྗེ་ཅན་གྱི་སུར་བཞག་པའི་དམ་པའི་ཆོས་དེ་ཨ་ནི་དགྲ་འདྲེའི་ནང་ནས་མེ་འདྲ་ཚེ་ཟིན། ག་རེ་ཡོད་རེད་ཟེར་ལབ་པ་ཡིན་ན། ཨ་ནི་རྒྱུ་མཚན་གྱི་ཐོག་ནས་དད་པ་གཅིག་བོ་མ་ཡིན་པར། དངོས་རྟོགས་རིག་པའི་རྒྱུ་མཚན་གྱི་ཐོག་ནས་སྒྲུབ་ཀྱི་ཡོད་པ་ཞིག་རེད། དེ་འདྲ་ཡིན་དུས་རྩ་གནས་ཀྱི་དེ་ག་ཚང་གཅིག་ཐེན་རིག་པ་ཚོ་ནུབ་ཕྱོགས་པ་གཅིག་ཀླད་པ་ཁྲག་པོ་ཡོད་མེད་རྫོགས་ཡིན་ནའི

ངས་ངོ་ཤེས་པ་དེ་འདྲའི་བྷི་ཏི་ནམ་གྱི་མི་ཚང་དེ་འདྲས་ཡོད། ཁོ་ཚོ་ག་ས་ཕ་མ་གཉིས་ཀྱི་དབྱིན་ཇི་ཨའུ་ཟིན་གྱི་རེད། ཡིན་ནས་སྤུ་གུ་དེ་ཚོ་དཔེ་མ་སྲིད་པ། ག་ས་དེང་དུས་ཀྱི་ཨ་རི་གི་ཤེས་ཡོན་གྱི་གནས་སྟངས་མཐོན་པོ་ཡོད་ངེས་འདུག་དྲག་གྲར་དང། ཨིན་ཇི་ནཱ་རི་ནས་སོགས་པ་དེ་འདྲས་ཀྱི་སློབ་སྦྱོང་བྱས་པ་དེ་འདྲས་རེད། རེད་དེ་ཡིན་ན་ཡང། ཁོ་རང་ཚོ་ནང་མི་རྐྱང་པ་འཛོམས་དུས། དབྱིན་སྐད་རྩ་བ་ནས་བེད་སྤྱོད་བྱས་མ་ཆོག་ཡ་ཁྲིམས་བཅས་བྱས་ཁོ་རང་ཚོ་ནང་མི་རྐྱང་པ་འཛོམས་དུས་སྐབས་རེ་ཡ་ཁོ་རང་ཚོ་རང་གི་སྐད་གཙང་མ་རྒྱབ་ནས་ཨེ་འདི་ཁོང་ཚོ་པའི་སྤྱིར་བཏང་གི་སློབ་སྦྱོང་གནས་ཚད་ཞེ་དྲག་མཐོན་པོ་རེད་དེ་གང་གཱས་ཁོ་རང་ཚོའི་སྐད་དང་ཡི་གེ་གཉིས་ཀ་ལོག་སྟེ་གོ་བདེ་ར་ཤོད་ཞེས་ཤོད་ངེས་དེ་འདྲ་རྐྱང་རྐྱང། སྡོད་ཁོ་ཚོ་དེང་སང་མི་རིགས་ཀྱི་རང་དབང་དེ་གི་ཡོད་རེད། དེ་འོ་ད་ང་ཚོས་དེ་འདྲའི་འདྲ་པོ་ལ་དཔེ་བལྟས་ཞེས་གང་ལྟར་ང་རང་ཚོས་ཚང་མ་ལོག་གི་སྤུ་གུ་ལྷག་པ་དང་སྤུ་གུ་གཞོན་སྐྱེས་ཚོས་ད་མ་མི་ཐོག་འདི་ཙམ་མ་ཟེར་བའི་གང་ལྟར་མི་ཐོག་ནི་མི་ཐོག་ནས་བྱས་ནས་མ་རིན་པས་འགྲོ་དགོས་ཡ་ཡིན་དུས་ཙམ་ནས་ཨེ་ནི་བོད་སྐད་དང་བོད་ཡིག་འདི་བས་ཚང་མས་བཟང་བཟོ་བྱེད་དགོས་པ་འདི་ཤིན་ཏུ་ནས་གལ་ཆེན་པོ་རེད་ཤག། ཨ་ནེ་ཀྱིས་བོད་སྐད་དང་བོད་ཡིག་སླར་ཡང་གི་ཐོག་ལ་ཡང་ཐུགས་ཁུར་བཞེས་ནས་འདི་འདྲའི་ཕྱག་བཞེས་ཕྱག་བཞེས་གནང་གི་ཡོད་ཡོད་པ་ཡིན་ས་རེད་ཤག་ཨིན་དེ་ཚོ་ལ་ཡིན་གྱི་མིན་གྱི་གང་ལྟར་བོད་སྐད་བོད་ཡིག་བསླབ་ས་གང་ཡིན་ལ་ཕ་མ་ཚོ་ཡིན་ན་ཡང་འབད་བརྩོན་ཆེན་པོ་བྱས་རྗེས་ཨིན་བོད་སྐད་དང་བོད་ཡིག་བསླབ་དགོས་ཡ་དེ་དཔེ་མ་སི་ཁལ་ཆེན་པོ་ཆགས་དུ་ཡོད་རེད་མ་གཏོགས་དཔེ། དཔེར་ན་བྲིས་ཨ་རི་ལ་ཕྱིན་ནས་ཨ་ནི་ཕྱིས་ཀྱི་མཐུན་རྐྱེན་ཨ་འུ་ཚོ་སྦྱོར་བ་ཡིན་ན་ཡང་མ་འོངས་པ་ལ་ཡང་སོ་སོ་རང་ཉིད་ཀྱི་ཆོས་དང་རིག་གཞུང་གོམས་གཤིས་བཟང་པོ་དེ་སྲུང་སྐྱོབ་བྱེད་མ་འདོད་པ་ཡིན་ན། འོན་ཏེ་སྤྱི་སྒེར་སུ་ལ་ཡིན་ནའི་པད་མ་སྲིད་པའི་གྱོང་གུན་ཆེན་པོ་ཆགས་པ་རེད། པད་མ་སྲིད་མཁན་ཆེན་པོ་རེད། ཆོས་ཕྱོགས་ནས་བཤད་པ་ཡིན་ན་ཡང་དམ་ཚིག་གཙང་མ་ཟེར་ཡག་སྟེ་གོ་ཡག་གལ་ཆེན་པོ་ཡིན་པ་དམ་ཚིག་གཙང་མ་མེད་ན། ཨེ་ནས་སྦྱིན་ས་དང་ལམ་བགྲོད་ཡག་དང་ཉམས་དང་རྟོགས་པ་སྐྱེ་ཡག་ཟས་དེ་ཡོང་དུས་ཡག་ཡོད་མ་རེད། དེ་བཞིན་འཇིག་རྟེན་དངོས་ནས་བྱས་པ་ཡིན་ན་ཡང། ནང་བཀྲ་མ་ཤིས་ན་ཕྱི་དོན་མི་འགྲུབ་ཟེར་ཡག་དེ་རེད་དེ་འདྲ་ཡིན་དུས་ཚང་འདི་ཚང་མ་ཚང་མ་ལོ་འཆམ་པོ་བྱེད་དགོས་ཡག་དེ་དཔེ་མ་སྲིད་གལ་ཆེན་པོ་འདུག། བསམ་ཚུལ་འདྲ་མི་འདྲ་མང་པོ་ཡོད་ཆོག་གི་རེད་ལ་དེ་ཡོད་དགོས་པ་ཡག་ཡིན་པ་རེད་ཡིན་ནའི་བསམ་ཚུལ་འདྲ་མི་འདྲ་ག་རེ་ཡོད་པ་ཡིན་ནའི་ང་རང་ཚོ་རྩ་བའི་དམིགས་ཡུལ་དང། བསྒྲུབ་བྱ་གཅིག་ཡིན་པ་དེ་གལ་ཆེན་པོ་བརྩི་ཞེས་དེའི་ཐོག་ལས་ཚང་མས་ཤུགས་སྣོན་བརྒྱབ་ཅིང་འཕྲལ་སེལ་གྱི་བདག་གཅེས་དོན་དག་ཆུང་ཙག་གི་དོན་དག་ལ་ཡང་མགོ་མ་འཁོར་བར་བྱས་རང་གི་རྩ་བའི་དམིགས་ཡུལ་གཅིག་དང་བསྒྲུབ་བྱ་གཅིག་ཡིན་པ་དེ་ལ་ཡང་ཚང་མས་ཤུགས་སྣོན་བརྒྱབ་ཅིང་དེའི་དོན་དག་ལ་ཡང་ཆོས་ཕྱོགས་ནས་ཡིན་ན་ཡང་རང་དུ་དག་ཤོད་རྒྱུའི་འདྲ་མིན་རེ་ཡོད་པ་དེ་ཚོ་ཚང་མ་ལ་སྟོན་པ་ཐུགས་རྗེ་ཆེ་གཅིག་གིས་བར་བརྒལ་ཕྲིན་ལས་ལ་བརྟེན་ནས་བྱུང་བ་ཤ་སྟག་ཡིན་པ་རེད་མ་གཏོགས་དེ་ལ་ཡང་བཟང་ངན་དང་ཕྱོགས་ངན་གྱི་ཁྱད་པར་གང་ཡང་ཡོད་མ་རེད། དེ་བཞིན་ང་རང་ཚོ་ཆོལ་ཁའི་དམག་ནས་བཤད་པ་ཡིན་ནའི་ད་ལྟ་སྟོད་མངའ་རིས་ནས་བྱེ་བ་ཆུང་མ་གི་སྨད་རྒྱ་དར་ཚུ་མདོ་རྒྱ་བོད་ཀྱི་སང་ཙང་གཉིས་ཀྱི་བར་ཚང་མ་ལོ་རྩམ་པ་བཟང་ངན་ཡིན་པ་གཅིག་པ་མ་ནི་དྲན་ངན་ཡིན་པ་གཅིག་པ། བོད་སྐད་ཀློག་མཁན་དང་བོད་ཡིག་བེད་སྤྱོད་བྱེད་མཁན་ཡིན་པ་བོད་སྐད་རྒྱག་མཁན་དང་བོད་ཡིག་ཀློག་མཁན་ཡིན་པ་གཅིག་པ་རེད་འདི་ཡོང་རེད་བྱེད་སྟངས་འདི་ཡིན་དུས་ཙང་ནས་ང་རང་ཚོ་གཅིག་གྱུར་ཡོང་ཡག་གི་ཁ་སོང་རེད། གཞི་རྩ་དུ་མ་སོང་ན་ཡོད་ཡོད་པ་རེད་དེ་འདྲ་ཡིན་དུས་ད་དེ་ལ་བལྟས་ནས་ཚང་མ་སློབ་པའི་མཐུན་པོ་བྱེད་དགོས་རེད། ང་རང་ཚོ་མཐུན་པོ་མེད་པའི་རྐྱེན་བྱས་ནི་ད་ལྟའི་གནས་སྟངས་འདི་འདྲའི་ལ་གྱར་དགོས་ཡ་ཡང་སྔོན་གྱི་དུས་སུ་ང་རང་ཚོ་ནང་ཁུལ་མ་མཐུན་པའི་རྐྱེན་བྱས་ཀྱི། བྱུང་བ་ཡིན་པ་རེད། ད་ལྟ་ཡིན་ནའི་ད་ད་ལྟ་དུས་སྐབས་གཉན་འཕྲང་ཅན་འདི་འདྲའི་ཞིག་གི་སྐབས་ལ་ཡོད་པའི་སྐབས་སུ། ཨེ་ནི་ཚང་མ་ལོག་པའི། གཅིག་དུས་གཅིག་ཏུ་དྲིལ་རྗེས་ཚང་མ་ལོག་པའི། སེམས་འདུན་ཕན་འདུན་བསམ་ཚུལ་འདྲ་མི་འདྲ་ཡོད་པ་གཅིག་གིས་གཅིག་ལ་ཡ། ག་ཚོད་བརྩི་བཀུར་ལྟར་གཅིག་གིས་གཅིག་ལ་ཡ། གུས་ཞབས་ལྟར་གཅིག་གིས་གཅིག་ལ་ཡ་མཉམ་མཐུན་འཆམ་མཐུན་ཞིག་གི་ཐོག་ནས་ཨེ་ནི། ཚང་མ་མཐུན་སྒྲིལ་མཐུན་ལམ་དམ་ཚིག་གོང་བུ་གཅིག་གྱུར་བྱེད་དགོས་པ་དེ་ཤིན་ཏུ་ནས་ཀྱང་གལ་ཆེན་པོ་རེད་བྱ། སྐྱབས་འགྲོ་སེམས་བསྐྱེད་ཅེས་ཡག་དེ་དཔེ་མ་ཟད་གལ་ཆེན་པོ་རེད། ཆོས་ཐམས་ཅད་ཀྱི་རྩ་བ། ལམ་ཐམས་ཅད་ཀྱི་སྔོན་འགྲོ་སྡོམ་པ་ཐམས་ཅད་ཀྱི་རྟེན། ཕྱི་པ་དང་ནང་པའི་ཁྱད་པར་འབྱེད་ཡག་དེ་སྐྱབས་འགྲོ་ཡིན་པར་སྐྱབས་འགྲོ་མེད་ན། ནང་པའི་མི་བཟང་ལ་སྐྱེས་པ་གཅིག་པོ་གི་ནང་པ་ཆགས་ཀྱི་ཡོད་མ་རེད། གང་ཟག་སུ་འདྲ་ཞིག་ཡིན་ན་ཡང་དཀོན་མཆོག་གསུམ་ལ་ཡང་སྙིང་ནས་ཐར་པ་དོན་གཉེར་གྱི། སྒོ་ནས་སྐྱབས་སུ་འགྲོ་བ་ཡིན་ན་དེའི་ཉིན་མོ་དེ་མི་སུ་འདྲ་ཅིག་ཡིན་ན་ཡང་ཨིན་ནང་པར་སངས་རྒྱས་པའི་གྲས་སུ་ཞུགས་གི་ཡོད་རེད་དེ་ཙང་དེ་འདྲ་ཡིན་དུས་ཙང་ནས་ཨིན་སྐྱབས་འགྲོ་འདི་དཔེ་མ་སྲིད་གལ་ཆེན་པོ་རེད་ཡོད་རེད། དེ་ནས་ཨིན་སེམས་བསྐྱེད་ཟེར་ཡ་དེ་ལྟར་ང་རང་ཚོ་སྤྱིར་ནང་པ་སངས་རྒྱས་པ་དེའི་ནང་ནས་ཐེག་པ་ཆེན་པོ་ཟེར་ཡ་དེ་ག་རེ་རེད་སེ་ལབ་པ་ཡིན་ན་ཨིན་སེམས་བསྐྱེད་སེམས་རྒྱ་བསྐྱེད་ཅེས་སེམས་སོ་སོ་གཅིག་པོ་གི་དོན་དག་མ་ཡིན་པ། ནམ་མཁའ་ལ་མཐའ་མེད་པ་བཞིན་དུ་སེམས་ཅན་ལ་མཐའ་མེད་པ་རེད། མཐའ་མེད་པའི་སེམས་ཅན་ཐམས་ཅད་ང་རང་ཚོའི་སྐྱེ་བ་སྔ་ཕྱི་ཁས་ལེན་གྱི་ཡོད་པ་ཡིན་དུས་ཙང་ནི་ཨེ་ལེ། ཕ་མར་མ་གྱུར་པ་གཅིག་ཀྱང་ཡོད་བ་མ་རེད། ཕ་མ་བྱེད་རེས་ཀྱི་ད་རིང་གི་ཕ་མས་བྱས་པ་ནང་བཞིན་གྱི་གནོད་པ་ཚད་མེད་པ་ལས་སྐྱབས་ཕན་པ་ཚད་མེད་པ་བཏང་མཁན་གྱི་དྲིན་ཅན་ཤ་སྟག་ཡིན་དུས་ཙང་ནི་དེ་རྣམས་སྡུག་བསྔལ་ལས་སྐྱབས་ཡ་དང། བདེ་བ་ལ་གོལ་ཡ་དེ་འདྲའི་གི་ཆེད་དུ་ཨིན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་འདི་ཅིས་ནས་ཀྱང་ཐོབ་པར་བྱེད་ཐལ་གི་ཡིན་བསམ་པ་དེ་ལ་ཡང་སེམས་བསྐྱེད་ཟེར་ལྟ་དེའི་སྤྱིར་ནང་པ་བྱེད་ཡ་གི་ཆེད་དུ་སྐྱབས་འགྲོ་བྱེད་ཡ་དེ་སྒོས་སུ་ཐེག་པ་ཆེན་པོ་བྱེད་ཡ་གི་ཆེད་དུ་ཨིན་སེམས་བསྐྱེད་དེ་གཉིས་ཨིན་གལ་ཆེ་ཤོས་ཡིན་པ། སྤྲོ་ཡ་གི་ཚིག། གཅིག་སྐྱབས་འགྲོ་བཞི་སྒོ། གསུམ་སྒོ། ལྔ་སྒོ་དྲུག་སྒོ་ལ་སོགས་པ་དང་སྐྱབས་འགྲོ་འདྲ་མི་འདྲ་མང་པོ་ཡོད་རེད། ཨེ་ནི་ཡིན་ན་ཡང་དེ་འདྲ་ཇོ་བོ་རྗེས་ཀྱི་གསུང་སངས་རྒྱས་ཆོས་ཚོགས་མི་ཟེར་ཡ་དེ་དག་སྐྱབས་མགོན་དང་སེམས་ཅན་གཉིས་ཀ་ཡོད་ངེས། ཨེ་ནི་འདི་མི་ཕལ་ཆེར་གྱི་མི་ཤེས་མཁན་གསལ་ཡོད་ཀྱི་མ་རེད། རང་ཚོ་ཆོས་བརྒྱུད་ཚང་མ་ལོག་པའི་ནང་ལ་དེ་དར་ཁྱབ་ཤིན་ཏུ་ཞིམ་པོ་རེད་འདི་ཡོག་རེད་དེ་མ་སངས་རྒྱས་ཆོས་དང་ཚོགས་བརྒྱུད་ཆོས་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཟེར་གི་སྐྱབས་འགྲོ་ཞིག་ཡོད་རེད་སྐྱབས་འགྲོ་ཟེར་ན་ཨེ་ནི་ག་རེ་རེད་ཟེར་ན་སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག། དགེ་འདུན་དཀོན་མཆོག་གསུམ་ལ་གནས། དུས་འདི་ནས་བཟུང་སྟེ་རང་ཉིད་བྱང་ཆུབ་མ་ཐོབ་ཀྱི་བར་དུ་སྐྱབས་སུ་འགྲོ་བའི་ཉིན། སངས་རྒྱས་ལ་ཆོས་ལམ་སྟོན་པ་པོ། ཆོས་ལ་ལམ་དངོས། དགེ་འདུན་ལ་ལམ་བགྲོད་པའི་གྲོགས་ཞུ་བའི་འདུན་པ་དང་བཅས་པའི་སྒོ་ནས་སྐྱབས་སུ་འགྲོ་བའི་ཉིན་ཟེར་ད་དེ་ཤོར་བ་དང་པོ་གཉིས་དེ་ཡི་ཁ་ཚ་ཚིགས་སུ་བཅད་པ་དང་པོ་གཉིས་དེ་ཡི།

སྔར་མ་ཐོབ་པ་དེ་ཚོ་ལས་ད་ལྟ་སེམས་བསྐྱེད་མདོར་བསྡུས་ཀྱིས་ཐོབ་པ་ཡིན་པ་རེད། དེ་ནི་སྔར་ཐོབ་ཟིན་པ་རྣམས་ནི་ཨེ་ནས་གོང་ནས་གོང་དུ་འཕེལ་ཡ། ད་གང་དག་སྐྱབས་འགྲོ་དང། སེམས་བསྐྱེད་ཀྱི་སྡོམ་པ་ཐོབ་ཚར་བའི་ཞུ་གུ་རེད་ཡ། ཨེ་ནས་རང་རང་གི། སྐྱབས་འགྲོའི་བསླབ་བྱ། ད་རྒྱས་འདུས་སྣ་ཚོགས་ཡོད་རེད་དེ་བཞིན་དུ་སེམས་བསྐྱེད་ལ་ཡིན་ན་བསླབ་བྱ་རེད་རྒྱས་འདུས་སྣ་ཚོགས་ཡོད་རེད་དེ་རྒྱས་ཡིན། ཨེ་ནས།

བཏབ་པ་ཡིན་ན་ཨེ་འདི་རང་ལས་ཤེས་རབ་སྐྱེས་ནས། ཨེ་སློབ་སྦྱོང་ག་འདྲས་ཞིག་ཡིན་ན་ཡང་ལས་སླ་པོ་ཞིག་ལ་བྱེད་ཐུ་ཡ་ད། ཨེ་འདི་སློབ་སྦྱོང་བྱེད་པ་དེ་ཡང་ཨེ་འདི་རང་གི་བའི་དུས་ལ་ཕན་ཐོག་ཡ། སེ་འདི་དང་ཕྱི་མ་གང་ལ་ཡིན་ན་ཡང་ཨེ་འདི་ཕན་ཐོག་རྒྱ་ཆེན་པོ་ཡོང་ཡ།

སངས་རྒྱས་ཚང་མ་ལོག་ཐུག་གཅིག་རེད་དེ་བ་རེད་ཨ་ཚོ་མཁྱེན་པ་ལ་ཆེ་ཆུང་དང་ཐུགས་རྗེ་ལ་ཉེ་རིང་དང་ནུས་པ་ལ་མགྱོགས་ཕུག་གི་ཁྱད་པར་ཡོད་མ་རེད་དེ་ཡིན་ན་ཡང་ཡང་ཟའང་སོ་སོའི་ཅིག་ག་སོ་བར་ལྟ་ལས་ལ་བཀའ་བབས་ཡོད་མེད་དེ་དེ་ཕུར་པ་དེ་སྔོན་གུ་རུ་རིན་པོ་ཆེ་ནས་ཁོན་གི་བརྒྱུད་པ་ལ་མ་གནང་བྱས་ནས་གང་ལྟར་ཁོན་གི་གདུང་གི་བརྒྱུད་པ་དང་རྡོ་རྗེ་ཕུར་པའི།

སྲོག་རྩ་ལ་ཡབ་ཡབ་སྙིང་ལ་བྲིས་ཏེ་སྲོག་ལ་བཙུན་བདུན་ཙི་ཏག་སྲོག་ལ་དུམ་དང་དུམ་རེ་རེ་སྙིང་ཁྲག་སྲོག་ལ་ཟིན་བཞིན་སྙིང་ཚ་ཚ་འུར་འུར་ཤིག་ཤིག་འུར་འུར་ཉག་ཉག་སོད་སོད་བདག་དེ་མ་མོའི་ཕྱི་དྲོད་ཀ་རང་ཀ་མ་ཀ་རང་ཀ་ར་སྤར་མ་དག་ནི་འོང། བདེ་གཡང་ལྟ་བུ་ཚུལ་སངས་རྒྱས་ཆོས་སྐུ་ཀུན་ཏུ་བཟང་པོ་ལོངས་སྐུ་རྡོ་རྗེ་སེམས་དཔའ་སྤྲུལ་སྐུ་པདྨ་འབྱུང་གནས་འཁོན་ཀླུ་དབང་སྲུང་བ་འཁོན་རྡོ་རྗེ་རིན་ཆེན་འཁོན་ཤ་རོག་ཡེ་འདས་འཁོན་ཚུལ་ཁྲིམས་རྒྱལ་པོ་འཁོན་གཙུག་ཏོར་ཤ་ཁྲག་འཁོན་དགེ་སྐྱབས།

དེ་རིང་གི་ཤོད་འབྲེལ་གྱི་རིམ་པ་ཟིན་པ་ཡིན། ཨེ་ནི་ད་ད་རང་ཞོགས་ཀས། ད་ཅན་སྐུ་བཤངས་ཞུ་རྒྱུས་མཚོན་པས་ཨེ་ནི་བསང་གསོལ་བྱེད་ཡག་རེད་གང་ལྟར་ཆོས་ཕྱོགས་ཀྱི་མཛད་རིམ་དང་ཨེ་ནི་མི་མང་ཚོའི་དོན་དག་གང་ཚང་མ་ལོ་ཤས་ཞབས་རོ་རྒྱབ་བྱས་འདི་འདྲའི་སྤྲོ་དགའ་སྤྲོ་སྐྱིད་ཀྱི་ངང་དུ་ཡར་སྡོད་རྒྱུ་བྱུང་པ་དེ་ནི་ཇི་ལྟར་ཡག་པོ་བྱུང་སོང། ཨེ་ནི་འདིའི་དགེ་བའི་རྩ་བ་ལ་བརྟེན་ནས་སྤྱིར་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་ཨེ་ནི་མཆོག་དུས་གནས་སྐབས་ཐམས་ཅད་དུ་དར་ཞིང་རྒྱས་ལ། ཡུན་རིང་དུ་གནས་པ་དང། ཨེམ་བསྟན་འཛིན་ཀུན་གྱི་གཙུག་རྒྱན་སྤྱི་ནོར་ཧོར་སེར་སྐྱབས་མགོན་རྒྱལ་བ་དབང་པོ་མཆོག་དང་པར་རྒྱལ་བ་ཀརྨ་པར། ཁང་སུ་ཀུན་ནས་བཅུ་བདུན་པ། རྣམ་གཉིས་ཀྱིས་གཙོས་པའི་དེ་ནི་གང་དག་ཕྱོགས་དང་རིགས་སུ་མ་ཆད་པའི་བསྟན་འཛིན་གྱི་སྐྱེས་བུ་དམ་པ་ཐམས་ཅད། སྐུ་ཚེ་ཞབས་པད་བསྐལ་པ་རྒྱ་མཚོར་བརྟན་ཅིང་མཐུ་རླབས་ཅན་ཐུགས་ཀྱི་བཞེད་དོན་མཐའ་དག་འབད་མེད་ལྷུན་གྱིས་འགྲུབ་པ་དང་དེ་བཞིན་དུ། ཨ་ནེ་ཀེ་འདུན་གྱི་སྡེ་ཐམས་ཅད་ཀྱང་ཐུགས་འདུན་ཁྲིམས་གཙང། ཕྱི་དྲོ་ཆུ་རེ་བཅུའི་བྱ་བའི་དུས་ཟླ་བ་དང། ཨན་རས་ཨ་རིས་མཚོན་པའི་འཛམ་བུ་གླིང་ག་ས་ག་ལ་ཡ་ནད་མུག་འཁྲུག་རྩོད་ལ་སོགས་པ་ཨ་ནེ་མི་མཐུན་པའི་རིགས་ཐམས་ཅད་ཞི་ནས་ཚང་བ་ལོ་ཞེ་བདུན་བདེ་དགའ་རྒྱ་མཚོའི་བར་ལ་ལོངས་སུ་སྤྱོད་ཐུབ་པ་དང་ལྷག་པར་དུ་ཡང་ཨ་ནེ་ང་རང་ཚོའི་ཕ་ཡུལ་བོད་གངས་ཅན་གྱི་ལྗོངས་ལ་ཡང་ཨ་ནེ་ཁྲལ་ཡོད་མི་མཐུན་རྒྱུ་ཚོགས་ད་ལྟ་རིང་དུ་ཞི་ནས་རིང་པོར་མི་ཐོགས་པ་དེ་ནི་གཞིས་བྱེས་མཉམ་འཛོམས་ཀྱི